དྲི་བ་གསུམ་པ། རྒྱལ་གཅེས་ལྡན་པའི་བོད་རང་བཙན་གྱི་འཐབ་རྩོད་པ་སྐུ་ཞབས་བསྟན་འཛིན་བརྩོན་འགྲུས་མཆོག་བོད་དོན་གླིང་སྟེང་ཁང་དུ་བྱོན་པར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ། ཁྱེད་ནི་གྲགས་ཅན་གྱི་རྩོམ་སྒྲིག་པ་ཞིག་དང། མཛད་འཕྲིན། ཆད་པའི་དུས་སུའང་བོ་དོང་གླིང་སྟེང་ཁང་དུ་བྱོན་པ་ནི་ལས་སླ་པོ་ཞིག་མ་རེད། བཀའ་འདྲི་ཞུ་རྒྱུར་དང་པོ། ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་བཙན་ཡིན་པའི་ཁུངས་སྐྱེལ་ར་སྤྲོད་ཐུབ་པ་ཞིག་ཇི་ལྟར་བསྒྲུབ་བམ། གཉིས་པ། བོད་རང་བཙན་གྱི་ལྟ་གྲུབ་དང་དབུ་མའི་ལམ་གྱི་ལྟ་གྲུབ་གཉིས་ཀྱི་དབར་ལ་འགལ་ཟླ་འགལ་ཟླའི་ཕྱོགས་སམ། ཡང་ན་མཐུན་པའི་ཕྱོགས་གང་དང་གང་ཞིག་གཟིགས་ཀྱི་ཡོད་དམ། གུས་པ་ལྷག་བསམ་དགེ་བ་ནི་གུས་བཏུད་ཅན། ཅེས་དེ་ཕུལ། ཨ་ནེ་ཀ་ལས་གནང་རོགས་གནང་ཞེས་དབྱིན་ཐུགས་རྗེ་ཆེ། ཨོ།
ད་ལྟ། དེའི་དྲི་བ་འདི་ནང་ལ་ཡང་དང་པོ་ཐོག་མ། ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན། ཡིན་པས་ཁོང་སྐད་ར་སྤྲོད་ཐུབ་པ་ཞིག་ཇི་ལྟར་བསྒྲུབ་བམ་ལབ་ཡ་འདི་རེད་ཤག་ད་ཅི་ད་ང་ཚོའི་བོད་པའི་སྤྱི་ཚོགས་ནང་ལོག་ལ་ཡ་བོད་རང་བཙན་ཁོང་སྐད་ག་འདྲས་སྒྲུབ་དགོས་རེད་ལབ་ཡ་འདི་དྲི་བ་ཆེན་པོ་རུ་ཅིག་བཏང་ཨ་ནི་ཚང་མ་གི་དགའ་བོ་བྱེད་ཡ་འགྲོ་ཅིག་ཡ་ན་དེའི་གི་ཐབས་ལམ་རུ་བཙལ་བས་ན་ནི་ཅིག་ཞུ་ཅིག་སྒྲུབ་ཡ་ཡོད་པའི་རྣམ་པ་འདྲ་བོ་འདི་འདྲས་གི་ལྟ་ཚུལ་ཅིག་ཡོད་རེད་ཨ་ཨེ་ནས། ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཁུངས་སྐྱེལ་བྱས་ནས་མ་འོངས་པར་རང་བཙན་བཟོ་ཐུབ་ཡ་ལ་དེ་སྔོན་བྱས་ན་ཧ་ལམ་འབྲེལ་བ་མེད་པ་འདྲ་བོ་ཅིག་རེད། འཛམ་གླིང་ནང་ལ་ཡང་སྔོན་མ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་གང་ཞིག་ལ་ཁ་གཏོར་བཅིངས་ནས་གོ་རྒྱུ་མེད་པ་ལྷག་དེ་ཡང་དེ་འདྲའི་མང་པོ་ཡོད་རེད། ཡང་སྔོན་ལོ་རྒྱུས་ནང་ལོར་ཡང་རྩ་བ་ཉིད་ནས་གོ་རྒྱུ་མེད་པ་འདི་འདྲའི་གསར་དུ་རང་བཙན་རྒྱལ་ཁབ་ཆགས་པའི་གི་གནས་བབ་དེ་འདྲ་ཡོད་རེད། བྱས་ཙང་རང་བཙན་རྒྱལ་ཁབ་བཟོ། ཐུབ་དང་མ་ཐུབ་ཟེར་མཁན་འདི་ཆབ་སྲིད་ཀྱི་མགོ་སྐོར་ལ་རག་ལས་ཀྱི་རེད། འདི་དཔེ་གནད་འགག་ཆེན་པོ་རེད། དཔེ་ཆ་ཤི་ན་པ་ཀི་སི་ཐན་འདྲ་བོ་ཆགས་བཞག་ན་བང་ར་དེས་འདྲ་བོ་ཆགས་བཞག་ན། དངོས་མ་ལུགས་ཀྱི་ནང་ལ་རང་བཙན་མ་རེད། ཡིན་ནའི་ཆབ་སྲིད་ཀྱི་དགོས་མཁོ་ལྷག་པར་དུ་ཆོས་ཕྱོགས་དང་ཆབ་སྲིད་ཀྱི་དགོས་མཁོ་ཐོག་ནས་པ་ཀི་སི་ཐན་ཆགས་པ་རེད། འདིའི་གཞུག་ལ་ཡང་གནད་རྒྱ་གར་གྱི་བདེ་འཇགས་དང་གནས་བབ་གནས་བབ་གཅིག་གི་ཐོག་ནས་བང་ར་དེས་རང་བཙན་བཟོ་དགོས་ཡ། འདི་འདྲའི་ཆགས་པ་རེད། ཆགས་པ་མ་ཚད་ད་ད་འདི་རང་བཙན་ནས་གི་རང་བཙན་ནི་རྒྱལ་ཁབ་རང་རེད། བྱས་ཙང། འདི་འདྲའི་གཅིག་གི་ཐོག་ནས་ང་ཚོ་བལྟས་ཡོང་དུས། དྲི་བ་འདི་གི་གནད་འགག་གཅིག་ཡོད་རོགས་གཅིག་ལུ་གུའི་ནང་ལོ་ལ་ཨ་ནེ་རང་བཙན་ཁུངས་སྐྱེལ་བྱེད་ཐུབ་གི་རེད་མ་རེད་ལ་གཅིག་ལུ་གུའི་ནང་ལོ་ནས་རང་བཙན་ཁུངས་སྐྱེལ་བྱེད་ཐུབ་ཡག་གི་སྐད་བཤད་གི་ཡིན་ན་བོད་ནང་བཞིན་རང་བཙན་ཁུངས་སྐྱེལ། བྱེད་ཡ་ཡོད་པ། བྱེད་ཐུབ་ཡ་ཡོད་པ། རྒྱལ་ཁབ་གཞན་པ་གིས་སྔོན་མ་ཡིན་ན་ཁས་ལེན་གྱི་ཡོད་པའི་གི་གནས་བབ་ཡོད་པ་ཡིན་ནས་ད་ལྟ་རང་བཙན་བཟོ་མ་ཐུབ་ཡ་དང་ད་ལྟ་རང་བཙན་འདི་ལ་རྒྱལ་ཁབ་རྒྱབ་སྐྱོར་བྱེད་མཁན་རྒྱལ་ཁབ་ཅི་ཡ་མ་སླེབས་པའི་གི་གནས་སྟངས་ཆགས་ཡ་འདི་རྒྱལ་ཁབ་ཚང་མས་གི་སོ་སོའི་གི་མགོ་མཁོ་དང་ཆབ་སྲིད་ཁེ་ཕན་རང་ལ་ཡ་གཞི་བཅོལ་བའི་ཐོག་ནས། ད་ལྟའི་གནས་བབ་འདི་འདྲའི་ཅིག་ཆགས་བསྡད་ཡོད་རེད། ད་ལྟའི་གནས་སྐབས་ལ་བོད་རང་བཙན་བྱེད་དགོས་རེད་ལབ་ཡས་ཡང་ན་བོད་རང་བཙན་ཁུངས་སྐྱེལ་བོད་རང་བཙན་ཡིན་པ་འདི་ལས་ངོས་འཛིན་བྱེད་ཡག་གི་ཇི་ངའི་རྒྱལ་ཁབ་བཅས་ཡོད་མ་རེད། ཡིན་ནའི་གཅིག་སྟོང་བརྒྱ་བཞི་བྱེད་དགུ་ལྔ་བཅུ་ང་གྲངས་འདི་བལྟས་པ་ཡིན་ན་དངོས་མང་གི་གནས་བབ་འདི་ཞི་རགས་དྲག་གི་རེད། དཔེར་བྱས་ན་གཅིག་སྟོང་བརྒྱ། ལྔ་བཅུ་ང་དགུ་དྲུག་ཅུ་རེ་གསུམ་དྲུག་ཅུ་རེ་ལྔ་ནང་ལ་ཡ་མཉམ་རེ་གྱ་ཚོ་ནང་ལ་ཡོད་གྲོས་ཆོད་སྐོར་བཞག་ཐུབ་ཡོད་རེད། གྲོས་ཆོད་བཞག་པ་འདི་ཡིས་རྒྱལ་ཁབ་མང་པོ་གཅིག་གིས་ཨ་ནི་བོད་འདི་ལུགས་རྒྱུས་ལྡན་པའི་ཐོག་ནས་རང་བཙན་ཡིན་པའི་རྒྱལ་ཁབ་ཅིག་ཡིན་པའི་ཐོག་ནས་མུ་མཐུད་བྱས་ཨ་ནི་བོད་ཀྱི་མི་དམངས་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་དགུག་རེ་བྱེད་ཆོད་གྲོས་ཆོད་བཞག་པའི་གི་ནས་དང་ཆ་དེ་ཡོད་རེད་དེ་དུས། རྒྱལ་ཁབ་ཆུང་ཆུང་འགའ་ཤས་ཅིག་གིས་རྒྱབ་སྐྱོར་བྱས་ཡོད་རེད། མ་ལ་ཡ། Ireland། El Salvador། ར་བ་དེ་ཚོའི་སྐབས་ཀྱི་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། སྤྱིར་ས་མཉམ་འབྲེལ་རྒྱལ་ཚོགས་ནང་ལོ་ལེགས་དེའི་སྐབས་ཀྱི་གནས་བབ་བརྩིས་ཡོད་དུས། ག་རེད་ཟེར་ན་དེ་དུས་རྒྱ་ནག་དམར་ཤོག་རྒྱལ་ཁབ་གསར་བ་བཟོ་ཚར་ཟེར་རེད། ཨ་ནི་དམར་ཤོག་ལ་ཡ། མ་ག་ངའི་རྒྱལ་ཁབ་མང་པོ་བརྗེ་རེད་ཁོང་ཚོས་ཨ་ནི་བོད་ལ་ཡ་རྒྱབ་སྐྱོར་བྱས་ནི། ཨ་ནི་བོད་པའི་གི་གནས་ཚུལ་དེའི་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ལ་ཡོད་གྲོས་ཆོད། ཆེན་པོ་གསུམ།

འདི་ཞོ་ལི་ཡ་རྒྱ་ནག་གི་རྒྱལ་ཁབ་གཞན་པའི་མཉམ་དུ་འབྲེལ་བ་བཟོས་ལྷག་པར་དུ་ཏིང་ཞའོ་ཕིང་འགོ་བྱས་ཕྱར་བ་ནས་བྱོན་ནས་དཔལ་འབྱོར་གྱི་ཐོག་ནས་རྒྱལ་ཁབ་གཞན་པ་མང་པོ་ཞིག་མཉམ་དུ་ཚོང་འབྲེལ་བྱས། ཨ་ནི་ལྷག་པར་དུ་ནུབ་ཕྱོགས་རྒྱལ་ཁབ་ཧ་ལམ་ད་ཚང་མ་འདྲ་བ་ཅིག་རྒྱ་ནག་ལི་ཡ་བསྟུན་མཁས་ཀྱི་ཐོག་ནས་ཨ་ནི་ཚོང་འབྲེལ་གྱི་ཁེ་ཕན་ཆེན་པོ་ཤུགས་ཅིག་སྒྲུབ་ཀྱི་ཡོད་པ་སོང་ཙང། ད་བོད་ཀྱི་སྐོར་ལ་ཡང་སྐད་ཆ་བཤད་ཡག་ད། ཕ་ཞག། ཨ་ནི་བོད་ཀྱི་གནས་བབ་གནས་སྟངས་ཁོ་རང་ཡ་མེད་བྱས་ནས་བོད་ནང་ལོགས་ཀྱི་མི་སེར་ཁྲག་སྦྱོར། མི་རིགས་རྩར་མེད Genocide ལས་ཏེ། མི་རིགས་རྩར་མེད་འགྲོ་ཡས་ཀྱི་གནས་བབ་དེ་འདྲའི་ཆགས་ཡོད་ནས་ད་དུང་བོད་སྐོར་ལ་ཡ་གླེང་མོལ་རྩ་བ་ཉིད་ནས་མ་བྱེད་ཡ་ཅིག་བོད་ཀྱི་གནད་དོན་སླེབས་ཡོང་དུས་འདི་རྒྱ་ནག་གི་ནང་ཁུང་གི་རྙོག་དྲ་རེད་ལབ། ཡང། རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་ཡ། འགྲོ་མི་ཐོབ་ཐང་དང་དམངས་གཙོའི་སྐོར་ལ་བཤད་ཡོང་དུས།

རང་བཙན་མེད་པའི་རྒྱལ་ཁབ་ལབ་པའི་སྐབས་ལ་ཡང་རྒྱལ་སྤྱིའི་ཁྲིམས་ཀྱི་ཐོག་ནས་བརྩི་གི་ཡོད་ནས་རེད། རྒྱལ་ཁབ་ཚང་མའི་གིས་རྒྱལ་ཁབ་སུ་འདྲ་ཡིན་པ་ནས་སོ་སོའི་རང་བཙན་ཁུངས་སྐྱེལ་བྱེད་ཡག་ལ། ཆ་རྐྱེན་མང་པོ་ཅིག་བལྟ་གི་ཡོད་རེད། དང་པོ་དེ་ག་རེ་ཟེར་ན། རྒྱལ་ཁབ་དེའི་ནང་གི་གཞུང་གཅིག་དང་མི་མང་ཡོད་དགོས་ཡ་གཅིག་གཞུང་དེ་གི་གཞན་པའི་གི་དབང་སྒྱུར་སུ་གང་གི་བར་ལ་མེད་པའི་རང། རང་གི་མཐའ་རང་གཞུང་འདི་གི་མཐའ་རང་གིས་གཅོད་ཐུབ་ཡས་ཀྱི་དབང་ཚད་དེ་ཡོད་འདུག་མི་འདུག་ཨ་ནི། གཞུང་དང་མི་མང་ཡོད་པ་མ་ཚད་འདི་ལ་ཡ་ས་ཆ་རྒྱ་ཁོན་ཅིག། ཤག་ཤག་ས་ཆ་ག་ཤེད་ཆུང་ཆུང་ཞིག་བུ་རེད་དཔེར་ན་ཀོན་སི་ཏན་ཏི་ནོ་བུལ་འདྲ་བོ་ཅིག་ཆགས་བཞག་ན་དཔེ་ཆུང་ཆུང་རེད། ལིག་ཏིན་སི་ཏན་འདྲ་བོ་ཚ་བས་ནས་ད་འདྲ་སུའི་སི་ཀའི་འགྲམ་ལ་ཡོད་དེ་ངས་དཔེ་ཆུང་ཆུང་རེད། ཡང་ཨུ་རུ་སུ་འདྲ་བོ། འཛམ་གླིང་ནང་ལོ་རྒྱལ་ཁབ་ས་ཆ་རྒྱ་ཀུན་ཆེ་ནས་ཆེ་ཤོས་རེད། ད་ནི་སུ་འདྲི་བཞིན་པ་ཡིན་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐོ་གཞུང་འོག་ནས་རང་བཙན་ལྡན་པའི་རྒྱལ་ཁབ་ཁུངས་སྐྱེལ་བྱེད་ཐུབ་མ་ཐུབ་ཟེར་མཁན་འདི། ས་མཚམས་ཡོད་པའི་རྒྱལ་ས་ཆ་རྒྱ་ཀུན་གཅིག་མི་འབོར་མི་འབོར་གང་ལ་གང་འཚམ་གཅིག་གཞུང། བ་འདི་བྱེད། ད་ལུ་གུའི་ནང་ལོ་ནས་ཨ་ནི་ལུ་གུའི། ཐོག་ནས་ཨ་ནི་གང་ལ་གང་འཚམ་ད་རང་བཙན་ཁུངས་སྐྱེལ་བྱེད་ཐུབ་འི་ཡོད་དེ་ངས་ཅིག་ཨ་འདིའི་སྒང་ལ་ཨ་ནི་རྒྱལ་ཁབ་གཞན་པའི་མཉམ་དུ་ད་ཚོང་འབྲེལ་རེད་ཆབ་སྲིད་རེད་ག་ཅིའི་ཐོག་ནས་འབྲེལ་བ་འདི་ཚོའི་ལ་ཡ་ར་ལས་དགོས་ཡ་རེད་དེ་ཚ་འདི་འདྲའི་གི་ཐོག་ནས་དང་པོ་ཐོག་མ་མཉམ་འབྲེལ་རྒྱལ་ཚོགས་ལ་ཡ་ཞུས་པའི་སྐབས་ལ་ཨ་ནི་ད་ལུག་ཁྱུའི་ནང་ལོགས་ནས་རང་བཙན་ཡིན་དང་མེན་གི་སྐད་ཆ་རེད་ད་དེང་སང་མཉམ་འབྲེལ་རྒྱལ་ཚོགས་གི་ཐག་གཅོད་ག་རེ་ཡོད་ནས་ཚང་མ་གཅོད་ས་རེད་ད་རང་བཙན་གསར་བ་ཅིག་ཚུགས་ཡོད་ན། ཆབ་སྲིད་དགོས་མཁོ་རང་གི་ཐོག་ནས་རང་བཙན་བཟོས་ནས་མ་འདུག་ད། ཉིས་སྟོང་ཉིས་གསང་གཉིས་སླེབས་ནས་ད་དུང་ལུ་གུའི་ནང་ལོགས་ལ་རང་བཙན་ཡིན་མ་ཡིན་དང་ཁུངས་སྐྱེལ་ཡོད་མ་ཡོད་འདི་ལ་འབྲེལ་བ་སྐོར་ཆགས་ཀྱི་ཡོད་མ་རེད། ཡིན་ནས། བོད་པའི་སྤྱི་ཚོགས་ནང་ལོགས་ལ་བསམ་བློ་བཏང་སྟངས་ཀྱི་ཐོག་ནས། ད་ལྟ་ཡིན་ནས་བསམ་བློ་རྙིང་པ་འདི་ད་ལྟ་ཡིན་ནས་དག་རང་ཅིག་སླེབས་བསྡད་ཡོད་རེད། གཅིག་རང་ཚོ་རང་བཙན་ཁུངས་སྐྱེལ་བྱེད་མ་ཐུབ་པའི་གི། བྱེད་མ་ཐུབ་ནི་ཨི་འདྲའི།

རང་བཙན་རྒྱལ་ཁབ་ཡིན་དང་མ་ཡིན་དུ་འཇོག་ལ་ཡ་རགས་ལས་པའི་ཐོག་ནས་སྐད་ཆ་བཤད་ཡ་འདི་འདྲའི་བྱུང་པའི་སྐབས་ཀྱི་རེད། བྱས་ཙང་ང་ཚོའི་ངོས་ནས་བརྩིས་པ་ཡིན་ན་ད་རང་བཙན་ཁུངས་སྐྱེལ་ཡོད་པ་མ་ཚད་དེའི་གི་ཐོག་ནས་ཁུངས་སྐྱེལ་ར་སྤྲོད་ག་རེ་བསྟན་དགོས་ཀྱི་ཡོད་ནས་བསྟོན་ཡ་ཡོད་དེ་ངས་ས་མཚམས་ཀྱི་ཐོག་ནས་གཞུང་གི་ཐོག་ནས་རྒྱལ་ཁབ་ཁྱིམ་མཚེས་རྒྱལ་ཁབ་མཉམ་དུ་ས་འབྲེལ་གྱི་ཐོག་ནས་དམག་དཔུང་གི་ཐོག་ནས་ལུགས་རྒྱུས་ཀྱི་ཐོག་ནས། ཅིག་གི་ཆིངས་ཡིག་བཞག་ཡོད་མེད་ཀྱི་ཐོག་ནས། ང་ཚོ་ས་ཆའི་རྒྱ་ཁྱོན་འདིའི་ནང་ལོགས་ལ་ཡང་ང་རང་ཚོ་གཞུང་ཡོད་པ་མ་ཟད་གཞུང་འདི་ལ་རྒྱལ་ཁབ་གཞན་པ་ཀྱི་ངོས་འཛིན་ཡོད་པ། ལྷག་པར་དུ་འཛམ་གླིང་སུག་མང་པོ་ཅིག་ནང་ལོའི Passport མེད་པའི་སྐབས་ལ་ཨན་བོད་གཞུང་རང་གི་ཐོག་ནས Passport དེ་འདྲས་ཅིག་ཆེ་མཐོང་ཆེ་བསྐྱོད་ལག་ཁྱེར་དེ་འདྲས་སྤྲད་རྗེས

ལྷག་བསམ་དགེ་བེད་རེད་ཤག། ལྷག་བསམ་དགེ་བེད་ཀྱིས་དྲི་བ་གཉིས་པ་འདི་ནང་རོགས་རེད་རང་བཙན་དང་དབུ་མའི་ལམ་གྱི་བར་ལ་ཨ་ནི་ལྟ་བ་ལངས་ཕྱོགས་ཀྱི་ཐོག་ནས་ཨ་ནི་མཐུན་པའི་ཆ་ག་རེ་ཡོད་རེད་མི་མཐུན་པའི་ཆ་ག་རེ་ཡོད་རེད་ཟེར་བྱས་འདི་གཅིག་བཀའ་འདྲི་གནང་གི་འདུག་ད་མཐུན་པའི་ཆ་ཡོད་རེད་མི་མཐུན་པའི་ཆ་ཡོད་རེད་ནི། དང་པོ་ངས་མི་མཐུན་པའི་ཆ་ཞུས་པ་ཡིན་ན་གཅིག་གིས་དབུ་མའི་ལམ་གྱི་ག་རེ་ཞུ་དགོས་ཟེར་ན། ལོ་རྒྱུས་ཀྱི་ཐོག་ནས་ང་ཚོ་རང་བཙན་ཡིན། ཡིན་པ་ཡིན་ནའི་མ་འོངས་མ་འོངས་པ་ཨ་ནི་བོད་ཀྱི་གནས་བབ་དང་དེའི་གི་ཐོག་ནས་ག་རེ་ལབ་དགོས་ཟེར་ན་ཨ་ནི་ང་ཚོ་བོད་འདི་ཨ་ནི་ལོ་རྒྱུས་ཀྱི་ཐོག་ནས་རང་བཙན། ཡིན་པ་ཡིན་ནས། མ་འོངས་ང་རང་ཚོའི་གནས་བབ་དང་ཁེ་ཕན་རང་གི་ཐོག་ནས་རྒྱ་མིས་ཀྱི་ཆ་ཤས་བྱས་ནས། ཆ་ཤས་ཀྱི་བྱེད་ཡག་གི་ཐོག་ནས་ང་ཚོ་གཅིག་ད་མཐུན་སྒྲིལ་བྱས་རྗེས་བསྡད་ན། བྱས་ནས་འདི་འདྲས་ཀྱི་གྲོས་འགོ་ཅིག་རེད། གྲོས་འགོ་འདི་ནང་ལ་ཡང་ག་རེ་ལབ་དགོས་ཟེར་ན། ང་ཚོ། བོད་ཀྱི་ས་རྒྱ་དགོན་རྩིས་པས་ན་ཆོས་སྒོ་གསུམ་གཅིག་ཏུ་སྒྲིལ་བའི་རང་སྲིད་རང་སྐྱོང་ཅིག་མགོ་བོ་ཡོད། འདི་ལ་ནང་གི་སྲིད་ཇུས་དང་ཤེས་ཡོན་འཕྲོད་བསྟེན་ཤེས་རིག། དེ་ནས་ཡར་ཐོན་ལས་གཞི་དེ་ཚང་མ་ད་རང་ཁ་རང་གསོ་བྱས་ནས་དེ་འདྲའི་སྲིད་ཇུས་ཀྱི་ཐོབ་ཐང་དགོས་ཡ་གཅིག་དང་ཡང། ཆིངས་ཀྱི་ཐོག་ནས་བདེ་སྲུང། ཕྱི་འབྲེལ་གྱི་སྲིད་ཇུས་དེ་ཚོ་རྒྱ་ནག་གཞུང་རང་གིས་བྱས་ན་འགྲིག་གི་རེད། བྱས་ཙང་ང་ཚོ་ད་དེ་འདྲའི་ཅིག་ནས་ཅིག་གི་མཐུན་སྒྲིལ་རྒྱལ་ཁབ་ཅིག་དེ་འདྲས་བྱེད་ཐུབ་ན། ང་ཚོ་ད་གྲོས་འགོ་འདི་ནང་ལ་ཡང་མཉམ་འདུན་བྱེད་ཀྱི་ཡིན་ཟེར་བྱས་དེ་འདྲས་ལབ་དགོས་པ་རེད། བྱས་ཙང་དེའི་ལབ་པ་འདི། ད་རང་བཙན་རྩོད་མཁན་རྒྱལ་ཁབ་ཀྱིས་དམིགས་ཡུལ་གཅིག་ཟིན་ཡོད་ན་འདི་ལྟར་རྩ་བ་ཉིད་ནས་མཐུན་གྱི་མ་རེད། རང་བཙན་རྩོད་མཁན་དེ་གིས་ང་ཚོ་བོད་ཆོལ་ཁ་གསུམ་རང་བཙན་ལྡན་པའི་རྒྱལ་ཁབ་བཟོ་གི་ཡིན། ང་ཚོ་ལུག་ཁྱུའི་ནང་ལོགས་ལ་ཡང་བོད་ཆོལ་ཁ་གསུམ་གྱིས་གཅིག་སྒྲིལ་བྱས་བྱས་ང་ཚོ་ང་ཚོ་རང་བཙན་ཡིན། འདི་མུ་མཐུད་བྱས་རང་བཙན་རང་བཟོ་གི་ཡིན་དེ་ང་ཚོ་དག་ར་དམིགས་ཡུལ་དག་ར་ཡོད། འདི་བྱས་འདི་མ་བྱས། རྒྱ་ནག་ཡིན་པ་ཡིན་ན་ང་ཚོའི་ལུགས་རྒྱུད་རང་ནས་ཁྱིམ་མཚེས་རྒྱལ་ཁབ་རེད། མ་འོངས་པ་ནས་ང་ཚོའི་ཁྱིམ་མཚེས་རྒྱལ་ཁབ་རང་བྱས་ནས་བསྡད་དགོས་ཀྱི་རེད། རྒྱ་གར་ཡིན་ནའི་རེད། སོག་པོ་ཡིན་ནའི་རེད། འདི་ནས་ཤར་ཏུར་ཀི་སི་ཐན་ཡིན་ནའི་རེད། ཁྱིམ་མཚེས་རྒྱལ་ཁབ་སུ་འདྲ་ཡིན་ནའི་ཁྱིམ་མཚེས་རྒྱལ་ཁབ་རེད་བྱས་ནས་དཔུང་པོ་མཉམ་གཤིབ་ཀྱི་ཐོག་ནས། འདྲ་མཉམ་གྱི་ཐོག་ནས་ཁྱིམ་མཚེས་རྒྱལ་ཁབ་མང་དུ། བོད་འདི་རྒྱ་མི་གྱི་ཆ་ཤས་ཅིག་ནི་ང་ཚོ་རྩ་བ་ཉིད་ནས་བདེ་གི་མེད་ཚེ་དེ་རང་བཙན་ལངས་ཕྱོགས་རེད་དེ་ཡིན་པ་སོགས་ཙང། རང་བཞིན་གྱིས་མ་མཐུན་པ་མ་ཚད་འགལ་ཟླ་ཡི་འགྲོ་གི་ཡོད་རེད་དེ་ནང་ལ། དེ་རེད། ད་མཐུན་པའི་ཆ་ག་རེ་ཡོད་ཟེར་ན་ད་ལྟ་ང་ཚོ་རང་བཙན་བཤད་མཁན་དེ་ཚོས། ང་ནི་ད་འདྲ་པ་དུ་རང་བཙན་བཤད་མཁན་ནང་ལ་ཡང་ང་ཚོ་རང་བཙན་བྱེད་ཀྱི་ཡིན། ཨ་ནི། ཡིན་ནས་རང་བཙན་བྱེད་ཡག་གི་ཐབས་ལམ་འདི། དྲག་པོའི་དམག་གི་ཐོག་ནས་ཡང་ན་འཇིགས་སྐུལ་བྱས་ནས། ཡང་ན་རྒྱ་མི་བསད་ནས་ཨ་ནི་རང་བཙན་ཐོབ་པ་བྱེད་གི་ཡང་ན་རྒྱ་ནག་ཁ་གཏོར་བཏང་ནས་ཡང་ན་རྒྱ་ནག་གཏོར་བཤིག་བཏང་ནས། རང་བཙན་བྱེད་གི་ལབ་པ་ཡ་འདི་འདྲའི་བཤད་ངན། འདི་འདྲའི་ང་ནི་ད་ལྟ་བུ་དེ་བྱེད་གོ་མ་མྱོང། ཡོའི་མ་རེད་ང་རེའི་བཤད་ཚུལ་ལྟར་ན་ཡོའི་མ་རེད། བྱས་ཙང་མཐུན་པའི་ཆ་ག་རེ་ཡོད་ཟེར་ན་རང་བཙན་བཤད་གི་ཡོད་ནི་རེད་དབུ་མའི་ལམ་བཤད་གི་ཡོད་ནི་རེད་ཐབས་ལམ་འདི། ཞི་བའི་ཐོག་ནས་འགྲོ་ཡག་གི་ཐབས་ལམ་ཅིག་རེད་ཤག་དེ་ཚང་དེའི་གི་ཐོག་ནས་ད་དེའི་གནད་འགག་ཆེན་པོ་ག་རེད་ཟེར་ན་རྒྱ་བོ་རིན་པོ་ཆེ་གི་ལངས་ཕྱོགས་རང་བཙན་བཤད་གི་ནས་དབུ་མའི་ལམ་བཤད་གི་ཡོད་ནས་ལམ་འདི་མཐའ་གཅིག་ཏུ་ཞི་བའི་ལམ་བྱེད་དགོས་རེད་ཟེར་བྱས་དེ་རྒྱ་བོ་རིན་པོ་ཆེ་གི་དགོངས་པ་གལ་ཆེ་ཤོས་དེ་འདི་རེད་ད་ད་འདྲ་རྒྱ་བོ་རིན་པོ་ཆེ་གི་དགོངས་པ་འགྲེལ་བཤད་དགོས་ངེས་མང་པོ་ཡོད་འགུ་འདུག་བ། གནད་འགག་ཆེ་ཤོས་དེ་ག་རེད་ཟེར་ན་ལམ་འདི་ཞི་བའི་ལམ་བྱེད་དགོས་པ་རེད། ལངས་ཕྱོགས། སོ་སོས་ག་རེ་སེམས་ནས་སེམས་ཆོག་གི་ཡོད་རེད། སེམས་ནས་འབྲི་གི་ཡོད་རེད། ཨ་ནི་འདི་མི་རིགས་ཀྱི་ཐོབ་ཐང་ཡིན་རེད། ཨ་ནི། ལོ་རྒྱུས་ཀྱི་ཐོག་ནས་ང་ཚོ། ག་ལོག་རེད། སྔོན་མ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་རེད་ཨ་ནི། མ་འོངས་པ་རང་བཙན་སུ་ཡིན་ལབ་ནས་སོ་སོའི་མི་རིགས་ཀྱི་ཐོབ་ཐང་དག་རང་རེད་ཡིན་ནས་གནད་འགག་ཆེན་པོ་གཅིག་མཐུན་པའི་ཆ་འདི་རེད། རང་བཙན་ཤོད་ནས་དབུ་མའི་ལམ་ཤེས་ནས་ཐབས་ལམ་འདི་ཞི་བའི་ལམ་བྱེད་ཀྱི་ཡིན་ལ་འདི་རེད། ད་ཐབས་ལམ་འདི་ལ་ཡང། མ་བཏོན་པའི་ཆ་བྱད་ག་རེ་ཡོད་ཟེར་ན། དབུ་མའི་ལམ་བརྒྱུད་ནས་རང་ཚིག་རང་སྐྱོང་སྒྲུབ་ཡ་དེ་གི། ཐབས་ལམ་འདི་ག་རེ་ཟེར་ན། ང་ཚོ་གྲོས་མོལ་རང་གཅིག་གི་ཐོག་ནས་དོན་དག་སྒྲུབ་གི་ཡིན་ཟེར་བྱས། དེ་གསུང་གི་ཡོད་རེད་གྲོས་མོལ་རང་གི་ཐོག་ནས། ད་གྲོས་མོལ་རང་གི་ཐོག་ནས། དོན་དག་སྒྲུབ་གི་ཡིན་ཟེར་ལབ་པའི་དུས་དེ་གཅིག་ཐབས་ཤེས་རང་གི་ཐོག་ནས་གཅིག། རེད་མ་གཏོགས་རྒྱ་མིའི་གི་ཚུལ་སྐད་ཆ་བཤད་རོགས་བྱེད་དགོས་པ་མ་རེད། རྒྱལ་བ་རིན་པོ་ཆེ་ནང་བཞིན་ཨ་ནེ་གཅིག་གི། འཚེ་མེད་ཞི་བ་མཐའ་གཅིག་ཏུ་ལམ་འདི་འདྲའི་ཅན་ནང་ལ་ཡ། ལམ། ལམ། གི་ཐོག་ནས་དབུ་ཁྲིད་གནང་མཁན་འདི་འདྲའི་ཅིག་ལ་ཡ། ཨ་ནེ་རྒྱ་མི་གི་སྐད་ཆ་མ་ཤེས་ན་གཞན་པ། སུ་གང་ལ་ཡ་བཤད་ཐུབ་ཡ་མེད་ལྡེ་ངས་འདི་འདྲ་ཅིག་རེད། རེད་བ། བྱས་ཙང་འདི་འདུག། ད། ཉིད་ནས་ད་དུང་ང་ཚོ་ཨུ་ཚུགས་བརྒྱབ་ནས་གྲོས་མོལ་རང་གི་ཐོག་ནས་དོན་དག་སྒྲུབ་ཡ་ཐབས་ཤེས་བྱེད་ཀྱིན་ལབ་པའི་སྐབས་ལ་ད་ཅིག་དངོས་གནས་ཁོ་རང་རྒྱ་མི་གི་ཚུ་ག་ལ་བར་ཚུ་སྐད་ཆ་བཤད་རོགས་མ་བྱེད་ན་ད་ཅིག་ལག་པ་གཉིས་ཆ་བརྡབ་ནས་དོགས་པ། རྒྱབ་གི་རེད་མ་གཏོགས་ལག་པ་གཅིག་གིས་ལྡོག་པ་ཡུལ་ང་ཡོད་མ་རོ། བྱས་ཙང་འདི་འདྲའི་གི་ཐོག་ནས་ང་ཚོ་ད་འདྲ་ད་དོན་དག་མ་སྒྲུབ་ཡ་དང་ད་འདྲ་མདུན་ལ་མ་འགྲོ་ཡ་འདི་ང་ཚོས་གི་མ་ཚང་པ་མ་འདུས་པ་མ་རེད་རྒྱ་མི་གི་ཚུ་སྐད་ཆ་མ་བཤད་པ་རང་གི་ཐོག་ནས་ང་ཚོ་ད་འདྲ་དགའ་བདེ་ཡ་འདི་འདུག་ཅེས་དགའ་བདེ་ཡོད་རེད། ད་རང་བཙན་བརྩོད་ངས་ག་ལ་བར་ཚེ་ན། རྒྱ་མི་ལ་སྐད་ཆ་བཤད་ནས་དོན་དག་འགྲུབ་ས་མ་རེད་རྒྱ་མི་ལ་ང་ཚོ་ཡིད་ཆེས་ཡོང་གི་མི་འདུག་རྒྱ་མི་གིས་ང་ཚོ་དངོས་མང་ཡི་མགོ་གོ་གཡོག་རེད་དང་པོ་རྒྱ་མི་འཛུལ་ཡོང་དུས་བོད་ལ་ཨ་ནི་ཡར་རྒྱས་དང་ཡིད་ཆེས་བྱེད་སླེབས་ཡོད་རེད་ལམ་ཀ་བཟོས་ཡོད་རེད་ཟམ་པ་བརྒྱབ་རེད་བཞུགས་ལ་ཁོ་རང་ཚོ་དམག་མི་རང་བེད་སྤྱོད་བཏང་དམག་མི་རང་གིས་བོད་ཀྱི་ལམ་ཀ་དང་ཟམ་པ་བརྒྱབ་ནི་ཨ་ནི་བོད་གང་ས་རྩེ་འདོན་བྱེད་ནི་ང་ཚོ་མགོ་གོ་གཅིག་བཏང་རེད་གྲོས་མཐུན་དོན་ཚན་བཅུ་བདུན་བཞག་ནི

བྱས་ཙང་ང་ཚོ་རབ་དང་རིམ་པ་ཐོག་ནས་རྒྱ་མི་གི་མགོ་སྐོར་རང་བཏང་བའི་ཐོག་ནས་ང་ཚོ་རང་བཙན་ཤེས་ཡོན་ཁ་ལོ་བ་བསགས་ན་རྒྱ་མི་ལ་ཡང་སྐད་ཆ་བཤད་ནས་ང་ཚོའི་དོན་དག་སྒྲུབ་ཡས་ཅིག་རེད་ཅིག་བསམ་གི་མེད་ང་ཚོ་ཁོང་ཚོ་ལས་དེ་འདྲི་ཡིད་ཆེས་ཅིག་དང་རེ་བ་བྱེད་ཀྱི་མེད། དངོས་ཡོད་གནས་སྟངས་དེ་ག་རེ་ཟེར་ན་རྒྱ་ནག་ནང་ལོགས་ལ་དཀའ་ངལ་ཅིག་འཕྲད་བསྡད་ཡོད་རེད་རྒྱ་ནག་དང་རྒྱལ་སྤྱི་ནང་ལོགས་དཀའ་ངལ་འཕྲད་བསྡད་ཡོད་རེད་རྒྱ་ནག་དང་བཙན་འཛུལ་བྱས་པའི་རྒྱལ་ཁབ་བོད་ཤར་ཏུར་ཀི་སཱན་སོག་པོ་ནང་སོག་མན་ཇུའི་ནང་ལོགས་ལས་དེ་འདྲི་ཅན་དཀའ་ངལ་འཕྲད་དུ་ཡོད་རེད་འདི་དངོས་ཡོད་གནས་སྟངས་རེད་འདིའི་གི་ཐོག་ནས་འགྱུར་བ་ཅིག་བཏང་ཐུབ་ན་ཨ་ནི་རྒྱ་ནག་རང་དམངས་གཙོ་དང་རང་དབང་ཆགས་ཐུབ་ཡ་ཨ་རྒྱ་ནག་གི་བཙན་འཛུལ་བྱས་པའི་རྒྱལ་ཁབ་དེ་བོད་ཤར་ཏུར་ཀི་སཱན་སོག་པོ་ནང་སོག་ཨ་ནི་མན་ཇུ་ཨ་འདི་གང་ལ་ཡ་ཐེ་ཝན་གང་ལ་ཡ་འཇིགས་སྣང་འདི་མྱོང་རུ་ཡ་ན་མེད་པ་བཟོ་ཡ་དང། ཧོང་ཀོང་ཡིན་ནའི་མཐའ་མ། བྱུང་ན་དམངས་གཙོ་མཐར་སྐྱོད་པ་ཅིག་དེ། འདི་ག་ལ་བྱུང་ན་ད་དུང་ཐོས་པ་བྱུང་ན་ཨ་ནི་རང་བཙན་རང་བཟོ་ཐུབ་ཡ་འདི་འདྲའི་གི་ད་མི་མང་གི་རེ་བ་འདི་འདྲི་ཅིག་བྱེད་ཀྱི་ཡོད་རེད་བྱས་ཙང་འདི་འདྲའི་གི། བཟང་ཕྱོགས་གི་འགྱུར་བ་འདི་འདྲི་ཅིག་ཐེབས་ན་བསམ་ཡ། འདི་འདྲའི་བསམ་ཚུལ་ཅིག་ཨེ་འདྲ་རེད། བྱས་ཙང་འདིའི་ཐོག་ནས་བལྟས་ཡོང་དུས། ཡང། གཉིས་ཆ་གི་ལམ་འདི་ཞི་བ་ཡིན་པ་གང་ཞིག་ལ་ཞི་བའི་ནང་ལོགས་ནས་ཡང། ངོ་རྒོལ་སྐད་འབོད་ཆབ་སྲིད་ཀྱི་ཐོག་ནས་རང་བཙན་སྒྲུབ་ཐུབ་ཡ་གཅིག་དང། གཉིས་དབུ་མའི་ལམ་ཡིན་ན་གྲོས་མོལ་གཅིག་པུ་གི་ཐོག་ནས་དོན་དག་སྒྲུབ་ཐུབ་ཀྱིན་ཡིན་ལབ་ཡ་ཐབས་ཤེས་བྱེད་ཡ་འདི་ཡང་མ་མཐུན་པའི་ཆ་འདི་འདྲ་ཞིག་ཡོང་གི་འདུག་བ། དེ་གང་ཅིག་ང་རང་ཚོ་ནང་ལོགས་ལ་ཡང་མཐུན་པའི་ཆ་དང་མ་མཐུན་པའི་ཆ་ག་རེ་ལབ་ཀྱི་ཡོད་ནས། གནད་འགག་ཆེན་པོ་གཅིག་ཞུ་ཡ་གཅིག་ག་རེ་ཡོད་ཟེར་ན། རྒྱ་ནག་གི་ཐོག་ནས་བོད་ལ་འཛིན་པའི་སྲིད་བྱུས་ལྟས་ཡིན་ན། ང་ཚོ་ང་རང་ཚོའི་ད་ཅིག་དབུ་མའི་ལམ་དང་རང་བཙན་དང་ཅིག་རྒྱུ་མཚན་བཤད་ལུགས་རྒྱུ་བཤད་ལྟ་བ་བཤད་ལུང་རྒྱུ་བཤད་ཅིག་གི་རྩོད་པ་ཅིག་རྒྱག་གི་ཡོད་ནས། རྒྱ་ནག་གཞུང་གི་བོད་ཕྱོགས་ལ་འཛིན་པའི་སྲིད་བྱུས་དེ་ག་དུས་ནས་གཅིག་རང་རེད། རྒྱ་ནག་གི་དུས་ནམ་ཡང་ཨ་ནི། ཅིག་རང་བཙན་བཤད་མཁན་དང་དབུ་མའི་བཤད་མཁན་བར་ལ་ཡ་མཁས་བ་ཅིག་བརྩི་གི་མི་འདུག། རྒྱ་ནག་གི་ག་དུས་ཡིན་ན་དེང་སང་ཡིན་ནའི་ཨ་ནི་རྒྱ་བོ་རིན་པོ་ཆེའི་སྐོར་ལ་ཡ་ཁོ་རང་ཚོས་ཅིག་བཤད་དགོས་ཀྱི་ཡོད་ན་རྒྱ་བོ་རིན་པོ་ཆེ་རང་བཙན་རྩོད་ཡ་རྫམ་བཞག་དགོས་རེད་ཅེས་བྱས་ད་ག་རང་ལབ་ཀྱི་འདུག་ག་རྒྱ་ནག་གི། བྱས་ཙང་རྒྱ་ནག་གི་ལབ་སྟངས་དེ་དེའི་གི་ཐོག་ནས་གནད་འགག་ག་རེ་ཡོད་རེད་ཟེར་ན། ཁོ་ཚོས་གི་ནང་ལོགས་ལ་དབྱེ་བ་དེ་བྱེད་ཀྱི་མི་འདུག། གང་འདྲ་ཡིན་པས་ནས་ཁོ་རང་ཚོའི་ལངས་ཕྱོགས་འདི་ག་བར་སིམ་བསྡད་ཡོད་ཟེར་ན། རྒྱ་བོད་རིན་པོ་ཆེའི་ངོས་ནས་བོད་རང་བཙན་རྩོད་ཡག་འཇམ་བཞག་དགོས་རེད། རྒྱ་བོད་རིན་པོ་ཆེའི་ངོས་ནས་ཐེ་ཝན་རང་བཙན་མ་རེད་ཐེ་ཝན་འདི་ལུག་ཁྱུ་ཁོ་རང་ནས་རྒྱ་ནག་གི་ཆ་ཤས་རེད། བོད་འདི་ལུག་ཁྱུ་རང་ནས་རྒྱ་ནག་གི་ཆ་ཤས་རེད་འདི་འདྲའི་ཁས་མ་ལེན་བར་དུ་ང་ཚོ་རྒྱ་རུ་སྙམ་དུ། ཚིག་གཅིག་ང་ཚོ་སྐད་བཤད་ཡོང་གི་མ་རེད་ཅེས་དེ་འབྲེལ་གྱི་སྔོན་འགྲོའི་ཆ་རྐྱེན་བཞག་ནས། གནས་བབ་ད་ལྟ་ཡང་དག་རང་གཅིག་ལ། ང་ཚོ་ད་སྐད་ཆ་བཤད་མ་ཐུབ་པའི་གནས་བབ་འདི་དག་རང་ལྷག་བསྡད་ཡོད་རེད། བྱས་ཙང་དེ་འབྲེལ་གཅིག་གི་ཐོག་ནས། ང་ཚོས་ག་རེ་ཐུག་འདུག་ཟེར་ན་ང་རང་རང་ལོགས་ལ་ཡང། གཅིག་རང་བཙན་དུ་དབུ་མ་ཆེ་ཆེ་མང་པོ་ཅིག་ད་ག་ལོག་གལ་ཆེ་ཐོག་ཁོག་གནད་འགག་ཆེ་ཐོག་ཁོག་ཅིག། ད་དབྱིན་ཇིའི་སྐད་དུ་མ་ཟོས་ན་སི་རེ་ཟི་ནས་ཅིག་ཞུ་ཅིག་བྱས་ནས་ཅིག་བཤད་ཀྱི་ཡོད་ནི་མ་གཏོགས། རྒྱ་ནག་གིས་ང་ཚོ་ལ་ཚུར་ལྟ་སྟངས་འདི། རྩ་བ་ཉིད་ནས་རྒྱུ་བ་མ་བསྟེར་བར་བྱས་རྗེས་ག་དུས་ཡིན་ན་ཨ་མྱེ་རྒྱ་ལྷ་ཁ་བྲལ་བཏང་གི་འདུག་ལབ་ནས་བསྡད་བསྡད་ཡོད་རེད་བྱས་ཙང། ང་ཚོ་མཚམས་རེ་ནང་ལོག་ལ་གེ་ཤེས་ཡ་དེ་གཅིག་རེད་དེ། རྒྱ་ནག་གི་ཚུ་ལྟ་སྟངས་ག་འདྲེ་འདུག་དེ་ལ་ཡ་དོ་སྣང་བྱེད་དགོས་ཡ་དེ་ངས་གནད་འགག་ཆེན་པོ་ཞིག་མཐོང་སོང། ཨ་བྱེས་པ་ཤེས་པ་སྙན་སྒྲོན་ཞུ་རྒྱུ། བོ་དོང་གླིང་སྟེང་ཁང་སྐབས་བཅུ་གཅིག་པའི་སྐུ་འཁྲུངས་དུས་བྱོན་པ་ལེགས། ཨ་ནེ། ཁྱེད་ཀྱི་ལྷག་བསམ་དང་སེམས་ཤུགས་ལ་རྒྱ་སེམས་ཤུགས་ལ་རྒྱ་དང་སྤོབས་པ་ལ་ཆོལ་གསུམ་བོད་རིགས་ཡོངས་ནས་བསྔགས་བརྗོད་ཐོབ་དང་འཐོབ་བཞིན་པ་ལ་མ་འོངས་པར་ཁྱེད་ཀྱི་བསམ་དོན་ཡིད་བཞིན་དུ་འགྲུབ་པའི་སྨོན་འདུན་ཞུ། དྲི་བ་དང་པོ། བོད་རང་བཙན་ནམ། ལམ་དབུ་མའི། བབ་ས་དེ་གཅིག་རེད་དམ་ཁ་ཁ་ཡིན་ནམ། དྲི་བ་གཉིས་པ། ད་ལྟའི་ཆར་བཙན་བྱོལ་བོད་མིའི་ནང་ཁུལ་རྩོད་གླེང་མང་དག་ཡོང་བཞིན་འདུག་ན། མ་འོངས་བོད་རང་བཙན་འམ་ལམ་དབུ་མ་བཅས་ལ་རྩོད་ནས་མི་རིགས་ལ་བདེན་མཐའ་ཡང་དག་པ་གསལ་ཐུབ་ཀྱི་རེད་དམ། ཅེས་གུས་པ་ཚེ་དར་ནས་ཕུལ། ཨ་ནི་དྲི་བ་བྱས་པ་དེ་ལས་བཀའ་ལན་ཅིག་གནང་རོགས་གནང་ཞུ་ཡ་ཡིན་ཐུགས་རྗེ་ཆེ།

ང་རང་གིས་ལྟ་ཕྱོགས་ཅིག་ཞུས་པ་ཡིན། ལྟ་ཕྱོགས་འདི་ནང་ག་རེ་ཞུས་པ་རེད་ཟེར་ན། རང་བཙན་ཟེར་མཁན་འདི་བོད་རྒྱལ་ཁབ་དེ་མི་རིགས་ཀྱི་མ་འོངས་ཕུགས་བསམ་ད་མཐའ་མར་འགྲོ་ས་འདི་ད་རང་བཙན་རང་རེད། དབུ་མའི་ལམ་བརྒྱུད་ནས་རང་སྲིད་རང་སྐྱོང་རྩོད་ཡ་འདི་ད་ལྟའི་གནས་སྐབས་ལ་རྒྱ་ནག་ལ་འཛམ་གླིང་རྒྱལ་ཁབ་མང་བཅས་ཀྱིས་བསྟུན་མཁས་བྱེད་པའི་གི་དུས་ཚོད་འདི་འདྲའི་ཅིག་ལ་ཡང་ང་ཚོ་ལ་རེ་བ། ཁག་པོ་ཞུ་ཡི་པའི་གི་གནས་སྟངས་འདི་འདྲའི་ཅིག་ལ་ཡང་འཐབ་རྩོད་འདི་རྒྱུན་འཁྱོང་བྱེད་ཡ་ཆེད་དུ་དབུ་མའི་ལམ་གི་རྒྱུན་ནས་རང་སྲེག་རང་སྐྱོན་རྩོད་ཡ་གི་ལམ་ཐབས་ལམ་འདི་ཨ་ནུས་སྲོལ་བཏོད་པ་རེད་བྱས་རྗེས་འདི་ང་རིགས་ཀྱི་གཞི་རྩའི་ལྟ་ཕྱོགས་འདི་འདིང། བྱས་ཙང་འདི་འདྲའི་ཅིག་གི་ཐོག་ནས་བལྟས་ཡོང་དུས། ང་རའི་བསམ་ཚུལ་འདི་དབུ་མའི་ལམ་གི་རྒྱུན་ནས་རང་སྲོལ་རང་སྐྱོན་རྩོད་ཡ་འདི་ང་ཚོ་ལ་རང་བཙན་མ་གོ་བ་གི་ཐོག་ནས་སྒ་དྲང་ནི་རྒྱ་མི་གི་ཆ་ཤས་ཆེ་ཡ་ཆེ་འདུག་བ་མ་རེད། ཅིག་རྒྱ་ནག་ནས་ཁེབས་ཚང་རུ་ཞི་བུ་རགས་ས་རེད་ད་ང་ཚོ་ང་རང་ཚོ་རྩ་བ་ཉེར་ཡོང་ས་མ་རེད་བསམ་ནི་སེམས་ཤུགས་ཆག་ནི་བོད་བློས་བཏང་བ་བློས་བཏང་བྱས་ད་རྒྱ་མི་མཉམ་དུ་བསྡད་གིན་རྒྱ་མི་མི་ཚེ་བྱེད་གིན་ལབ་ཡ་འདི་འདྲའི་ཡ་མ་རེད། ང་རའི་བསམ་ཚུལ་ལ། དུས་ཚོད་ཉག་ཕྲ་པོ་གཅིག་གི་སྐབས་ལ་གཅིག་ཐབས་ལམ་ཐབས་ཤེས་གཞན་པ་རྩ་བ་ཉིད་ནས་མུ་མཐུད་ཅིག་རང་བཙན་རྩོད་པ་ཡིན་ན་ད་ཕྱི་ལོག་ནས་རྒྱབ་སྐྱོར་ཆུང་ཆུང་གཅིག་ཡང་རག་ས་མ་རེད་ས་མེད་ཀྱི་གནས་བབ་འདི་འདྲ་གཅིག་གི་སྐབས་ལ་ཨ་ནི། རྒྱ་མིས་ཀྱིས་ཁས་ལེན་མ་ཐུབ་ཡ་གང་ཞིག་ལ་ཡང་ཁས་ལེན་དགོས་དགོས་ཀྱི་ཡོད་པའི་ཀྱི་རྣམ་པ་གསལ་པོ་མཐོང་ཡ་གཅིག་ལ་ཨ་ནི་རང་སྲིད་རང་སྐྱོང་རྩོད་ཡ་གྱི་གྲོས་འགོ་འདི་བཏོན་པ་རེད། ངས་དེ་འདྲ་བསམ་གྱི་ཡོད། དེ་འདྲ་ཡིན་པ་སོང་ཙང། ཨ་ནི། ངའི་བསམ་ཚུལ་ལ་མཐའ་མའི་བབ་ས་འདི་རང་བཙན་རང་རེད་བསམ་གྱི་ཡོད། དུས་ཚོད་ཉག་ཕྲ་པོ་འདི་འདྲའི་གཅིག་ལ་ཡ་འཐབ་རྩོད་འདི་མ་ཤི་བ་ཨ་ནི་མེ་རོ་ལྟར་མ་སོང་ན་ཨ་ནི་གོ་བདེ་གི་སྐབས་བྱེད་གསོན་པོ་གནས་ཐུབ་ཡས་ཆེད་དུ་ཨ་ནི་རང་སྲིད་རང་སྐྱོང་རྩོད་ཡས་གི་གཅིག་གི་གྲོས་འགོ་འདི་སྟོན་བྱེད། གཅིག། ཐབས་ལམ་འདི། འཐབ་རྩོད་དུ་རྒྱུན་འཁྱོངས་ཡོང་བའི་ཆེད་དུ་ཐབས་ལམ། སྟོན་པ། དེ་འདྲའི་གཅིག་རེད་བསམ་གྱི་ཡོད། འདིའི་མ་སོང་ཙང་ང་ཚོ་མཐའ་མ། བབ་རྩ་འདི། ད་རང་བཙན་རང་ལ་ཡ། བབ་དགོས་ཡ། འདི་རེད། ང་ཚོས་ད་འདྲ་རྒྱ་དབར་མུ་ཅེ་ངོས་ནས། དབུ་མའི་ལམ་བརྒྱུད་ནས་རང་སྲིད་རང་སྐྱོང། རྩོད་བའི་འདི་འདྲའི་སྐོར་ལ་ཡ་བཀའ་སློབ་གནང་པའི་སྐབས་ལ། རྒྱ་དབར་མུ་ཅེ་བཀའ་སློབ་ཡང་སྲིད་ནང་ལོས་ག་རེ་གསུང་གི་འདུག་ཟེར་ན། ང་ཚོ་རང་བཙན་མོ་གོ་ལབ་པ་མ་རེད། ང་ཚོ་རང་བཙན་རྩོད་ཀྱི་མེད་ལབ་རེད། རང་བཙན་རྩོད་ཀྱི་མེད། དབུ་མའི་ལམ་གྱི་རྒྱུན་ནས་རང་སྲིད་རང་སྐྱོང་རྩོད་ཀྱི་ཡོད། དེ་གསུངས་པ་རེད། བྱས་ཙང་འདི་གཉིས་གནད་འགག་ཆེན་པོ་གཅིག་སྟེ་ད། རང་བཙན་རྩོད་ཀྱི་མེད་ལབ་དགོས་པ་རེད། རང་བཙན་མོ་གོ་ལབ་དགོས་པ་མ་རེད། དེ་གདམ་ག་གཅིག་ཡོད་མ་རེད། ད་ལྟའི་གནས་སྐབས་ལ་ཡང་གདམ་ག་གི་མ་རེད། ཉག་ཕྲ་བའི་དུས་ཚོད་འདི་འདྲ་ཞིག་རེད་ཟེར་རྗེས་དེའི་བཀའ་སློབ་འདི་གི་ཐོག་ནས་ང་ཚོ་གནད་འགག་ཅིག་ཡག་པོ་ཅིག་ང་རང་ཚོའི་ནང་ལོག་ནས་འཛའ་འཚོལ་ཡག་གི་བསམ་བློ་ཞིག་བཏང་པ་ཡིན་ན། འདི་གནད་འགག་ཅིག་གི་ཐོག་ནས་ཨ་ནི། དབུ་མའི་ལམ་གྱི་ཡུལ་ནས་རང་ཚིག་རང་སྐྱོང་རྩོད་ཡག་གི་འབད་བརྩོན་དང་ཐབས་ལམ་འདི་འདྲ་ཅིག་སྲོལ་བཏོད་པ་ངས་འདི་འདྲ་ཅིག་མཐོང་གི་ཡོད། དེ་ཡིན་པ་སོང་ཙང་མཐའ་མ་བབ་ས་འདི་ད་ཅིག་རང་རེད་ཟེར་རྗེས་འདི་ཅིག་ཞུ་འདོད་བྱུང། ད་འདི་ག་ལ་ཡིན།